དེ་གཙོ་བོ་ར་ང་ཀྱི་ར་ད་སྤྱི་དང་ལས་སུམ་ཅུ་གསུམ་པའི་ལོ་ལྟར་གྱི་ལོ་མུག་གི་རིམ་དྲུག་ཟིན། དེ་ནས་རིམ་དྲུག། རིམ་དྲུག་ཟིན་མི་དེ་ཀྱི་དོན་མཐར་ར་ང་ཨ་ནེ་བི་ཏའུ་ད་ང་ཀྱི་ར་ནང་པ་ཏི་སུ་ད་ནང་པ་ཤ་ཤབ། རིམ་དྲུག་ཟིན་མི་དེ་གླམ་ཆོ་ཆབ་གླམ་ཆོབ་སུས་སུ་ཀྱི་ས་ཐབ་གསུམ་གྱི་གྲས།

ཨ་ནི་བདེན་མཐའ་གཉིས་བསྡིགས་ཀྱི་བདེན་མཐའ་དེ་ཧ་མ་གོ་དྲག་ཅུ་བ་བཞིན་ཏེ་ལོག་ལྟ་གོ་དགུ། ལོག་ལྟ་ཧ་གོ་བཅུ་བ་ནགས། རིམ་པ་བཞིན་དུ་འཁོར་བའི་སྡུག་བསྔལ་གྱི་འབྱམས་སོ་དེ་ལས་སྒྲོལ་ཏེ་རྣམ་མཁྱེན་གཏན་གྱི་བདེ་བ་སངས་རྒྱས་ཀྱི་གོ་འཕང་ཐོབ་པར། ལུས་སྦྱོར་ནད་ཀྱི་དོན་ལོ། ཇོ་བོ་བརྡ་ལོ།

བརྡ་དོ་གསུམ་གྱིས་སྤེལ་བ་ཅན་དེ་དག་ནགས་ཀྱི་དོན་ཚན་ངོ་མ་དེ་ར་རླུང་རྟ་ཞེས་བགོ་ལ་ད་རླུང་རྟ་དེ་དེ་རང་གི་ཚེ་དང་བསོད་ནམས་དབང་དང་རླུང་རྟ་དེ་ཡོད་པ་ཅན་ལ་ད་བྱ་བ་ག་ཅིའི་དཔེ་རུ་ལས་ཞིམ་འཇོག་མོ་བ་ལ་སྟེ་ང་ཅི་ནང་པའི་གི་ལུགས་ལས་ཚེ་དང་བསོད་ནམས་དབང་དང་རླུང་རྟ་ཡ་བཅོ་དེ་ག་ཅིའི་དཔེ་ནི་མོ་ཟེར་བ་ཅན་ཏེ་འདི་ལོ་བར་ཆད་མ་མི་ལུས་རིན་པོ་ཆེ་དེ་ལོ་བར་ཆད་མ་བྱུང་མ་ཅན་དེ་གི་དོན་ནོ། ཡང་ནི་ཚེ་དང་བསོད་ནམས་དབང་ཐང་བ་དང་ནི་དགེ་འདུན་ལོ། ཞབས་བཞི་ལོ། སྒྲོལ་མའི་མདོ་ལོ། མི་ཁ་ལོ། དགེ་འདུན་ལོ། བདུན་ཟུར་ལོ། ཐུན་གསུམ་ལོ། རྟོགས་བརྗོད་ལོ། ཞི་ཤེས་ལོ། བདུན་འགྲམ་ལོ། དགུ། སྤར་ཁ་དགུ་མི་ལོ། སྨེ་བ་དགུ་མི་ལ་སོགས་རིམ་གྲོ། མ་གྲོ། ཐབས་ཤེས་རྣམ་པ་སྣ་ཚོགས་བཟུང་ན་ནོར་བ་ལ། ཡང་ནི་ཐབས་ཤེས་རྣམ་པ་སྣ་ཚོགས་བཟོ་མི་འདོད་ལས།

རླུང་རྟ་བག་ནི་མེད་པ་ལ་ཞེན། འབྱུང་བ་ཞིག་གིས་གནོད་པ་མི་འབྱུང་ནི་མེད་པ་ལ། རྩ་ཡི་ག་གོ་ས་ལས་མ་རླུང་རྟ་འཇོག་བཅུག་པའི་ཆ། དེ་ལྟར་མ་བ་རླུང་རྟ་དེ་ཆ་ཚུལ་འདི་ལས་གཞི་མི་མེད་པ་ལ། དེ་ལྟར་ཅིག་ན་ལས་གསུམ་དུ་གསུངས་པས་ང་གཅིག་གིས་ཧ་ཏུ་ལས་སེམས་ཕམ་སེ་བཟོད་པའི་ལས་བྱ་བྱེད་འོག་མིན་ལ་བར་ཚུལ་འཇོག་བཏགས་པའོ་ད། རླུང་རྟ་ཕྱ་བའི་སེར་ཕྱ། རླུང་རྟ་དེ་ཡིན་གཅིག་མིན་གཅིག་ལ་ཆུ་ལྟར་སེར་ཕྱའོ་ད་ལ་མ་ཆུའི་བོལ་ཧར་ཕྱ་དེ་ར་མེད་འགོག་པ་ལ།

དེ་ལས་ནུ་འོང། ཕབ་འོང། རོ་བྱེད་འོང། ད་ཟམ་གསུམ་གྱིས་ཁྲོམ་གྱི་བུ་ལོ་བ་བ་ཅན། དེ་ལྟ་ཁྲོམ་གྱི་རྫས་ཆས་མེད་བཟོ། ད་དཔེར་ན་ང་ཅི་ར་མ་ས་བཞི་བ་ཟེར་ཟམ་གསུམ་གྱིས་སྲིད་དེ་བེ་རུ་ཟམ་མིན་ནའང་ད་ཤི་ནས་མི་ཤི་བའི་མོ་ལ། ཕན་པ་ལས་གནོད་པ་མི་བྱེད་ག་ཟེ་ང་གི་ནོག་སང་ནི་བི་ཏམ་མེ་སོ་བཞུ་ནི་ལ་དེ་ལན་དེ་ད་རོ་བྱེད་གི་ནེའུ་མེ་དེ་ལན་དེ་མིག་གི་ནེའུ་མེ།

དེ་ནི་དེ་དེ་རླུང་དལ་འཕྱག་རབ་ཆག་སྒོ་སུ་མིན། དེ་རང་གི་ལྷ་རུ་བཏུབ་དེ་ལ་རླུང་དལ་སག་ནི་ཡོད་དེ་ལ་མུ་ཤི་ལ་དེ་རླུང་དལ་སག་བདལ་ལོ་དེ་རླུང་དལ་སག་སྒོ་བ་ཅིན་དང་བར་སང་ཆོད་ལ། དིན་སང་ག་ཅི་ནའི་ཡུལ་ལ་དང་བ་སང་ལ་དེ་ལས་དྲ་ལྷ་ལ་དེ་ལས་རླུང་དལ་ལ་གོ་རི་མ་ནི་བེ་དོ་བ་ལ་དེ་དལ་རི་ནང་བ་དྲ་ལྷ་ནི་སང་མིན་ག་ཡ་མིན་དོ་ལ།

དཔེར་ན། ན་གསུམ་གཅིག་གིས་གླང་གཅིག་བསད་ད་དེ་བེ་རོས་ང་ལམ་གཅིག་གིས་མིང་ཐོབ་དེ་ནུབ་མོ་ལ་ཆོས་བཤད་མི་བྱེད་མས་ང་གིས་གླང་དེ་དོན་དག་ག་ཅི་ལ་བསྟན་ནས་བསད་ད། བྱ་རྒྱུད་ལ་རང་དེ་མ་ཁྲིད་ན། ཁྲལ་སྡིག་ལྗང་ཕུགས་སུ་འགེལ་བ་ཡིན་ཟེར་དུ་བ་དེ་ལ། ང་ང་ར་གི་འདོད་པ་གི་དོན་ལ་མ་འབད་བ་ཅི་ང་ལ་སྡིག་པ་གི་ལ་འབད་དེ་བེ་རོས་ང་ཡི་རྒྱུད་དེ་འགེལ་བ་བེ་དུ་མ་ལ།